ཕྱི་དྲོའི་བཀའ་ལན་ཡར་ལངས་ནས་དོ་ནན་གྱིས་དེ་ལས་ཡར་ངས་ལན་རེག་གི་མི་འདུག་གནས་སྟངས་དེ་བྱུང་པ་ཡིན་ན་ནི་ཤེས་ནི་བ། ད་དུས་མཚུངས་ཀྱི་འབྲེལ་སྟངས་བྱས་ན་དཔག་ས་དང་ལ་དགོས་འདུག་བ། དེ་བྱེད་དགོས་ཀྱི་ཡོད་རེད་མ་གཏོགས། སྒྲོལ་མ་ལྷས་ཁང་ལ་སྒྲོལ་མ་ཤིང་ཡའི་ནང་བཞིན་ཤ་བྱས་གང་གཱ་ཤུག་ལ་རྐྱང་པ་རྒྱག་བསྡད་ན་ནི་ཏག་ཏག་ཆགས་དགོས་ཡོད་རེད་བས། གོང་དུ་ཤ་འབྲས་ཤིག་ཐེངས་གཅིག་གིས་ཚད་ལྡན་གྱི་ཐོག་ནས་ལས་རིན་གནང་བཞག་བཏོན་པ་རེད། ཨ་ནི་དེ་གང་ཡང་མེད་པར་བྱས་ནས་ཡ། དེ་འདྲའི་ཆས་དེ་ན་ནི་གནས་སྟངས་དེ་ག་འདྲས་ཆགས་ཀྱི་རེད། མ་ཤེས་ཡ་ཡོང་ཆོག་གི་རེད་ཉག་ཉུག་མ་ཡ་ཡོང་ཆོག་གི་རེད་ལན་རྒྱག་ཐལ་སད་དེ་ལས་རྒྱག་ཨ་ནི་ང་དེ་ལ། ཤེས་མ་སོང་རྒྱག་ལ་བཀའ་འདྲོལ་ཞུ་གི་ཡིན་ལས་ཁོང་ལ་བཀའ་འདྲོལ་ཞུ་གི་ཡིན་ཟེར་ནང་བཞིན་ང་ཚོ་ལུས་ལོག་ཟེར་དེ་དེར་བ། ད་དེ་གནས་སྟངས་དེ་ག་འདྲས་ཆགས་དུས་ཡོད་རེད།
རྩ་བའི་བདག་མ་མཁྱེན་པ་ཡང་མ་རེད་འབྲེལ་ཡོད་བཀའ་ལན་གྱིས་འབྲེལ་ཡོད་ཀྱི་ལྷན་ཁང་དེ་ཡིག་གི་ལས་དོན་དང་འབྲེལ་བ་ཡིན་ན་འདྲ་རྩིས་དང་འབྲེལ་བ་ཡིན་ན་འདྲ་རྒྱུས་ཡོད་དགོས་ཡ་དེ་གལ་ཆེན་པོ་ཞེ་བོ་ཆགས་དགོས་རེད། ལན་རྒྱབ་ཐུབ་ན་ཆ་མཚུངས་གོ་སྐབས་ལེན་དགོས་དགོས་རེད། ག་དེ་སྲིད་པ་ཨ་ནི་རྩིས་དང་འབྲེལ་བའི་ཐོག་ནས་ལན་དེ་འདྲའི་རྒྱོབ་མ་ཐུབ་པའི་གནས་སྟངས་ཆགས་སོང་ན་ཨ་ནི་འབྲེལ་ཡོད་དཔལ་འབྱོར་བཀའ་ལན་གྱིས་ལན་རྒྱོབ་ཡ་གི་ལམ་ལུགས་དེ་སྔོན་མ་ནས་དེ་འདྲ་ཡོད་རེད་ཟེར་ནས

ལས་རིམ་གྱིས་སྟོན་བའི་ལས་རྣམ་གཞག་གི་སྟོན་བའི་སྐབས་སུ་ལ་གསལ་བཤད་གནང་སོ། སྔོན་རྩིས་ཀྱི་ནི་འདིའི་ནང་ལ། བཀའ་འདྲི་སླེབས་པ་ཡིན་ན་འགྲེལ་བཤད་དེ་དཔལ་འབྱོར་བཀའ་བློན་རྒྱ་གི་རེད་གསུངས་སོ། སྤྱི་དང། པ་འདི་ཚོགས་གཙོ་མཆོག་སྨྲ་མཁན་ཡོད་མ་རེད། སྔོན་རྩིས་ག་རི་བཀའ་འཁྲོལ་ཞུ་དགོས་ནས་དང་པོ་ལྷན་ཁང་འདི་གི་ཡ་འཆམ་འབུལ་ཞུ་དགོས་སྐོར། འཆམ་འབུལ་ཞུ་དུས་རྩོམ་པ་རྩིས་འགོ་གཞིས་གསུམ་བཀའ་འདྲི་ཞུས་པ་ཡིན་ན། འདི་ལྷན་ཁང་འདི་གི་ཧ་གོ་དགོས་ཀྱི་ཡོད་རེད་ད། གལ་སྲིད་ད་འདི་ཧ་གོ་ནས་གསལ་བོ་མ་ཆགས་པ་རེད་ན་ནི་དཔལ་འབྱོར་བཀའ་བློན་གྱི་རྒྱབ་ལྗོངས་ཡི་གེ་ཐོག་ནས་ཀློག་དགོས་ཨེ་ད་དེ་འདྲས་ཀྱི་རེད་མ་གཏོགས། རྩིས་འགོ་རྩིས་འགོ་ཐོག་ནས་སྐད་ཆ་དྲི་བ་ཙམ་གྱིས་ལམ་སང་དཔལ་འབྱོར་བཀའ་བློན་གྱིས་རྒྱག་དགོས་ཡ་དེ་འདྲས་ཨ་ཡིན་ན་འགྲོ་ལུགས་འགྲོ་སྟངས་ཐོག་ནས་དེ་བཀའ་འདྲི་ཞུ་ཡ་ཡིན།
ཞེས་དེ་ཟླ་བ་ཕེབས་ཤིག་ལ་ལས་རེ་རྣམས་ཡག་བཟོ་རོགས་གནང། དཔེ་དེ་ཚོགས་གཙོ་མཆོག་ཚོགས་གཙོའི་ཐག་གཅོད་ཟིན་པའི་རྗེས་ལ་དཔེ་རྩིས་འགོར་ཞུ་དགོས་ཡ་དེ་གྲོས་ཚོགས་འཐུས་མིའི་ལས་འགན་རེད་ཟེར་ཞུ་དགོས། ད་གིན་ངས་གོང་དུ་ཐག་གཅོད་ཞུས་པ་ཡིན། འབྲེལ་ཡོད་བཀའ་ལན་གྱི་ཐོག་ནས་རྩིས་དང་འབྲེལ་བ་ཡིན་ན་འདྲ་ལས་དོན་དང་འབྲེལ་བ་ཡིན་ན་ཡིན་འདྲ་རྒྱུན་ལན་ཆ་མཚུངས་གནང་དགོས་དགོས་རེད། ལན་གོང་འཇོག་ཐུབ་ཐུབ་དེ་རྒྱག་དགོས་རེད་ག་དེ་སྲིད་བར་རྩིས་དང་འབྲེལ་བའི་ཐོག་ནས་རྒྱབ་ལྗོངས་རེད་ལན་འཇོག་མ་ཐུབ་པའི་གནས་སྟངས་ཆགས་སོང་ན་ནི་དཔལ་ལྡན་དཔལ་འབྱོར་བཀའ་ལན་གྱི་ལན་འཇོག་ཡག་གི་ལམ་ལུགས་སྔོན་མ་ནས་ཡོད་རེད་ཟེར་ནས་ཐག་གཅོད་དེ་ག་རང་ཞུས་ཟིན་པ་ཡིན། ནི་དེ་ག་རང་དགོངས་པ་བཞེས་རོགས་གནང་ཞུ་ཡ་ཡིན། ཤིས་ཏི་ཇོ་ཆེན་དཀོན་མཆོག་ཆེ་དྲན་ལ་ལན་རེ་གནང་གན་སོང།
པ་ནི་སོགས་སུ་ཆོས། ངས་ལས་རིགས་རྣམ་བཞག་ཞུས་པའི་རྗེས་ལ་ཚོགས་གཙོ་གིས་ཐག་གཅོད་གནང་བ་བཅས་ལ་གུས་བརྩི་བྱས་རྗེས་བསྡད་པ་ཡིན། ཡིན་ནས་ཡང་བསྐྱར་དུ་དྲི་བ་གླེང་དུས་ལམ་སང་ཡང་དཔལ་འབྱོར་བཀའ་བློན་འདི་བྱེད་ཀྱི་འདུག་བ་འདི་ཏག་ཏག་འདེགས་ཀྱི་ཡོད་རེད་དང་པོ་ཕྱི་དྲིལ་བཀའ་བློན་གོ་སྐབས་སྤྲད་དགོས་ར་བཀའ་བློན་རེད་བ། དེར་བཅད་མ་འགྲོ་ཅིག་ལམ་སང་དཔལ་འབྱོར་བཀའ་བློན་ལ་ན་འགྲིག་གོ་ར་བས་ཐག་གཅོད་ཅིག་ཕྱི་བ་དེ་བས་མུ་མཐུད་ནས་འགྲོ་དགོས་ཨ་དེ་ག་འདྲས་ཡིན་ན།
ཚོགས་གཙོས་ཕྱི་དྲིལ་བཀའ་བློན་ལ་མ་བལྟས་པ་ཡིན། ཡིན་ན་ཡང་མི་གིས་ནི་ཕྱག་མ་བཅང་སྟེ་ང་ཚོ་གས་ཞུ་ཡ་མི་འདུག་འདི། དཔལ་ལྡན་དཔལ་འབྱོར་བཀའ་ལན་མཆོག་ལ་ཡར་སོང་འདུག་དེ་བཞིན་ནི་ངའི་གོ་ཁོག་བུ་ཡིན་སི་ཤོན་ཡིན། དཔལ་ལྡན་ཞི་ཁྲི་བཀའ་ལན་མཆོག། དཔལ་ལྡན་ཚོགས་གཙོ་མཆོག་དཔལ་ལྡན་དཔལ་ལྡན་ལགས། ལས་རིམ་རྣམ་གཞག་གི་བརྒྱུད་ནས་དགོངས་འཆར་དེ་འདྲ་ཕེབས་སོང། འདིའི་ཐོག་ལ་ཡང་ཁ་རས་ད་ངའི་ངོས་ནས་གསལ་བཤད་ཞུ་ཆོག་གི་ཡོད་པ་ཡིན་ན། ཏེ། ཕྱི་དྲིལ་བཀའ་བློན་གྱི་ངོས་ནས་ཨ་ནི་དེ་ལ་ཡང་མི་འགན་མ་འཁྱེར་བ་དང། ཨ་ནི་འགན་མ་ཐོབ་པ་དང་དེ་འདྲའི་གལ་མེད་ཟེར་ནས་ཞུས་བ་ཡིན། ག་རེ་བྱེད་ན་ན་ག་ཚེ་ང་ཚོ་བཀའ་ཤག་གི་ནང་ལ་ཡང་ཨ་ནི་ཐག་གཅོད་ག་རེ་བྱུང་བ་རེད་ཟེར་ནས་ཞུས་པ་ཡིན་ན། ད་འདི་ཕལ་ཆེར་འདི་གྲོས་ཚོགས་ནང་ལ་ང་ཚོ་གཉེར་ནས་གསལ་བཤད་ཡག་པོ་བྱུང་ཡོད་ས་མ་རེད། བཀའ་ཤག་ནང་ལ་ཡང་ཨ་ནི་རྩིས་དང་འབྲེལ་བའི་གནད་དོན་ག་རེ་ཡིན་པ་ཡིན་ན་དཔལ་ལྡན། དཔལ་འབྱོར་བཀའ་བློན་གྱིས་དེ་ལ་ཡང་གསལ་བཤད་དང་ལན་འདེབས་གནང་ཡང་བྱས། ལས་དོན་གྱི་ཆ་ནས་ང་ཚོ་བཀའ་བློན་སོ་སོ་སོ་ལྷན་ཁང་གི་ཁང་ལ་ཡང་དེ་འདྲའི་འགན་ཁྱེར་དང་དེ་འདྲའི་ཐོག་ལ་ཡང་ང་ཚོ་བཀའ་ཤག་ནང་ལ་ཡང་ཁ་ཚིག་དེ་འདྲ་ཐག་གཅོད་བྱུང་སོང། དེ་གཞི་བཟུང་གིས་ང་ཚོ་གིས་ད་ལྟ་དེ། ཀུ་རེ་བཅུ་དུས་མཆོག་གིས་དྲི་བ་སླེབས་པ་འདི།

ཨ་རིའི་སྐུ་ཚབ་དོན་གཅོད་ཁང་གིས་དམིགས་བསལ་གྱི་ཀ་ཁྲོལ་བདམས་ཏེ་ས་ཡི་འབུམ་ཁྲི་མའི་བདུན་སྟོང་བརྒྱད་བརྒྱ་ལྔ་བཅུ་ང་དྲུག་དེ་ཤི་རྨས་ཀྱི་ཐོག་ནས་གཏན་འབེབས་བྱས་པ་ལ་དགག་བྱ། ཞི་བདེའི་དགེ་རྒན་ལྷ་རོམ་ཨ་ཀྲུག་ཚེ་བརྟན་ལགས་སུ་གནང་དང།
བཀའ་བསྟན་ཚོགས་གཙོ་མཆོག་ལས་རབ་རྣམ་བཞག་ཞུ་ཡ་ལ་ཡ། ད་ལྟ་ང་ཚོ་ནམ་རྒྱན་གྲོས་ཚོགས་ཀྱིས་ཁྲིམས་དང་སྒྲིག་གཞི་དང་ལམ་དུ་ལུགས་སུ་འགྲོ་སྟངས་གཉིས་ཡོད། བྱས་ཙང་ལམ་དང་ལུགས་སྲོལ་གྱི་འགྲོ་སྟངས་ཀྱི་ཐོག་ནས་ལྷན་ཁང་སོ་སོ་གྱི་ལས་ཀ་དང་འབྲེལ་བ་ཡིན་ན་འདྲ་རྩིས་འགོ་དང་འབྲེལ་བ་ཡིན་ན་འདྲ་དེ་རྒྱུས་མངའ་ཡོད་པ་ཡིན་ན་བཀའ་བློན་དེ་གི་ལན་གནང་དགོས་ཀྱི་རེད་མ་གཏོགས་དཔའ་མཆོག་བཀའ་བློན་ལ་ཡ་དེ་ཡ་བྱ་དགོས་ཀྱི་མ་རེད། ད་ཨང་ཀེ་གི་བྲིན་ཁ་འདྲ་བོ་དེ་འདྲས་འཁྲུག་ད་དེ་འདྲས་ཀྱི་རྒྱབ་ལྗོངས་ཀྱི་ཡིག་ཆ་བསྔོག་དགོས་བ་ཡིན་ན་དེ་ཡིག་ཆ་དེ་དཔའ་མཆོག་བཀའ་བློན་ལག་པ་མེད་བ་ཡིན་ཙང་ད་ལྟ་ལམ་ལུགས་སྲོལ་གྱི་ཐོག་ནས་དཔའ་མཆོག་བཀའ་བློན་གནང་བསྡད་ཀྱི་ཡོད་རེད། བྱས་ཙང་ག། གྲོས་ཚོགས་ཀྱི་ལམ་ལུགས་སྲོལ་དང་འགྲོ་སྟངས་དང་འགལ་བའི་བཀའ་ཤག་གི་ཐག་གཅོད་དེ་ལ་ང་ཚོས་བརྩི་བཀུར་བྱེད་དགོས་མ་རེད་ད་ད་ལྟ། ཕྱི་དྲིལ་བཀའ་བློན་གྱི་བཀའ་ཤག་གི་ཐག་གཅོད་དེའི་རྩིས་དང་འབྲེལ་བ་ཆ་ཚང་ཨ་ནེ་དཔལ་འབྱོར་བཀའ་བློན་གྱི་ལན་བརྒྱ་ཟེར་དེ་གྲོས་ཚོགས་ཀྱི་འགྲོ་སྟངས་དང་འགལ་བའི་བཀའ་ཤག་གི་ཐག་གཅོད་ཅིག་ཡིན་ཚ་དེ་བརྩི་སྲུང་ཞུ་དགོས་ཀྱི་མ་རེད་ཅེས་བཤད། ཞེས་དེའི་བཀའ་མ་དགེ་ལེགས་ལ་ལན་རེ་ནམ་བརྒྱ་གསོལ། དཔལ་ལྡན་ཚོགས་གཙོ་མཆོག། བཅའ་ཁྲིམས་དོན་ཚན་ཉིས་བརྩེགས་དགུ་པའི་ནང་གསེས་དང་པོའི་ཐོག་ལ། ཨ་ནི། སྲིད་སྐྱོང་དང་བཀའ་བློན་མཉམ་འདུས་ཀྱི་འགན་ཁུར་གསུངས་ཡོད་རེད། དེ་འདྲ་ཡིན་ཙང་པ་ལི་ཡ། ཨ་ནི་དེའི་ནང་ལི་ཡ། བཀའ་ཤག། སྤྱི་ཡོངས་ཐོག་ནས་མཉམ་འདུས་འགན་ཁུར་ཞུ་གི་ཧེ་གི་ཡོད་རེད། དེ་འདྲ་ཡིན་དུས་ད་སྔོན་རྩིས་ཐོག་ལ། དཔལ་ལྡན་དཔལ་འབྱོར་བཀའ་བློན་གྱིས། གསལ་བོ་ཆགས་ཐུབ་ཀྱི་ཡོད་དུས་གང་ལ། དཔལ་ལྡན་དཔལ་འབྱོར་བཀའ་བློན་གསུངས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ངས་གཙོ་བོ་ག་རེ་ཞུ་གི་ལོས་ན། བཅའ་ཁྲིམས་དོན་ཚན་ཉི་ཤུ་རྩ་དགུ་པའི་ནང་ཆོས་དང་པོའི་ནང་ལ།

ད་ལས་རི་རྣམ་རྒྱལ་ངོ་བོ་ཆགས་ཀྱི་འདུག་ཤེས་ལྡན་དགེ་རྒན་ལྷ་རོམ་པ་ཨ་ཀྲུག་ཚེ་བརྟན་ལ་ལས་རི་རྣམ་རྒྱལ་གསུངས་རོགས་གནང།
ཟླ་དགུ་རུ་བཅུ་དུས་གཅིག་གི་བཀའ་ཤག་མཉམ་འདུས་ཀྱི་སྒོ་ཡག་གི་ལོང་དུ་དྲངས་བྱས་ནས་ལན་ཆ་ཚང་དཔའ་འཇོ་བཀའ་ལུང་རྒྱབ་སྒོ་ཡག་གཅིག་གི་སྒང་ལ་ཕག་གདུགས་སུ་ཁྲིད་སོང། ད་ལྟ་དཔལ་ལྡན་ཚོགས་གཙོ་མཆོག་གིས་འདིའི་ཐོག་ལ་སྟེགས་འཛིན་ནན་པོ་གནང་བྱས་ནས་བཀའ་ཤག་མཉམ་འདུས་སའི་འདིའི་ལས་བསྡོམས་དང་རྩིས་འགོ་གི་དྲི་བ་གང་ག་ལོག་དེ་ཆ་ཚང་སུས་རྒྱབ་ཐུབ་ན་རྒྱབ་ཡ་དེ་གི་གོ་བ་གླེང་ནས་འགྲིག་གི་ཡོད་རེད་བས། ད་ལྟ་བཀའ་ཤག་མཉམ་འདུས་ཀྱི་འགན་འཁེལ་དགོས་རེད་ཟེར་ཡ་དེ་ལས་ཀ་ག་རེ་བྱས་པ་ཡིན་ན་བཀའ་ཤག་མཉམ་འདུས་ཀྱི་ཐག་གཅོད་ཆེད་གྲོས་བསྡུར་ཆེད་བཀའ་ཤག་ལས་ཁུངས་ལ་རེ་ད་གྲོས་ཚོགས་ནང་མ་རེད་ཕི་གིའི་ནི་ཐག་གཅོད་ཆེད་དེ་འདྲས་ཀྱི་ཐོག་ནས་ལས་ཀ་མཉམ་དུ་བྱེད་དགོས་རེད་ཟེར་ཡ་དེའི་དོན་དག་མ་གཏོགས། ཨ་ནི་འདི་ནི་བཀའ་བློན་སོ་སོ་སོ་སོ་གི་པས་ཨ་ནི་འདུག་ཟེར་ལས་རོམ་ནང་ཆ་གཅིག་མ་ཚར་གོང་ལ་ལས་རོམ་ནང་ཆ་གཉིས་པ་བཏོན་ཡ་ཡོད་མ་རེད། བྱས་ཙང་བཀའ་བློན་སོ་སོ་སོ་སོ་གི་ཨ་ནི་དྲི་བ་དེ་སུས་ལན་ཐེབས་ན་རྒྱབ་ཆོག་ཆོག་དེ་འདྲས་ལ་ངོས་འཛིན་བྱས་ན་འགྲིག་གི་རེད་བས། དེ་དུས་དགེ་རྒན་སྨན་ལམ་དར་ཅིག་ལ་ལས་རིགས་རྣམ་གཞག་སོགས་ལ། གཙོ་ཆོག། དང་པོ་ནས་དུས་ཚོད་ཐུང་ཐུང་རེ་བཤད་དེ་ག་ལ། ལས་རང་རྣམ་གཞག་ཕྱི་ཚུལ་གཅིག་ཕྱག་སྒྲིབ་ཕྱག་སྒྲིབ་བྱས་སོང། ད་བཀའ་ཤག་རྙིང་པ་གི་སྐུ་ཚབ་ཡིན་ན་འདྲ་བཀའ་ཤག་གསར་པ་སྐུ་ཚབ་ཡིན་ན་འདྲ། དོན་དག་དེ་ཚོ་བ་དག་ལ་འགྲེལ་བཤད་རྒྱག་བསྡད་དེ་མེད་པ་ཅི་འཚོལ་ཚུལ་ཐག་གཅོད་ད་ཅིའི་བྱེད་སྤྱོད་དེ་ག་ལ་མ་ཚོགས་གཙོ་རང་གིས་ཐག་གཅོད་ནས་ཡར་བཞེངས་དགོས་འདོད་ན་ཡར་བཞེངས་ནས་ཐག་གཅོད་ནན་པོ་བྱེད་རོགས་ཞེས་ཞུ་ཡ་ཡིན། ཐག་གཅོད་ཚོགས་གཙོས་ཐག་གཅོད་ཞུས་ཟིན་པ་ཡིན། ད་སྐུ་ཡང་ཕྱི་དོན་རྣམ་པ་གི་ཨུ་ཚུགས་སྤྱོད་འདོད་འདུག་ཨ་ནི་གོ་གོ་དེ་མ་ཕུལ་ན་ནི་འོང། དགོངས་པ་ཚང་གོ་དོ། ཨ་ནི་གོ་གོ་ཕུལ་ཡོང་དུས་བཀའ་མོལ་དེ་ཉན་གོ་བོར་བ་ད། དེ་འདི་ཨ་ནི་དགོངས་པ་བཞེས་གལ་དེ་གལ་ཆེན་པོར་ད་གིན་ནི་ཚོགས་གཙོས་ཐག་གཅོད་ཞུས་ཟིན་པ་ཡིན་རྩིས་དང་འབྲེལ་བ་ཡིན་ན་འདྲ། ལས་དོན་དང་འབྲེལ་བ་ཡིན་ན་འདྲ་འབྲེལ་ཡོད་བཀའ་ལན་དེ་གི་འགན་འཁུར་བཞེས་ཐུབ་འོས་ན་ཆ་འཛོམས་བཞེས་དགོས་གོ་རེད། ཁ་ཏི་སྲིད་པ་རྩིས་དང་འབྲེལ་བའི་ཐོག་ནས། ཨ་ནི་དེ་གསལ་པོ་མ་ཆགས་བར་དུ་སྦྱོར་སྦྱོང་ལྟ་དགོས་ཡ་ད་དེ་འདྲ་འདུག་ན་ཡིག་ཆ་ཆ་ཚང་དཔེ་ལྡན་དཔལ་འབྱོར་བཀའ་ལན་རྩ་ལེ་ཡོད་དེ་ནི་དེ་ཉིད་ནས་འགན་འཁུར་ཞུ་དགོས་པ་རེད་ཟེར་ན་དེ་ད་གིན་ནས་ཐག་གཅོད་དེ་ག་རང་གནས་དེ་ཡོད་ཟེར་ཞུ་ཡ་ཡིན། ཤེས་བདེའི་དགེ་བཤེས་སྨོན་ལམ་ཐར་ཞལ་ལས་རིགས་རྣམ་རྒྱལ་སོགས་དང།
ངས་ད་ལྟ་གོང་དུ་ཞུས་པ་དེ་གོང་དུ་ད་ལྟ་གསུང་ཆོས་དེ་ནན་པོ་བྱེད་དགོས་འདུག་ཟེར་དེ་ཞུས་པ་ཡིན་དེ་ཞུ་གི་ལ། ངས་ལས་རབ་རྣམ་ཤ་བསྟན་པ་ལ་བརྟེན་ནས་དཔལ་ལྡན་ཚོགས་མཆོག་གིས

ཡ་མེད་བཏང་ཤག་ན་ཙག་ཉིད་འགྲིག་གི་མ་རེད་སྟི་ཡང་དཔའ་རྟུལ་ཚོགས་ཚོགས་བྱེད་གི་མེད། ངས་ད་ལྟ་ལས་རོམ་གནང་ཤོག་ཞུ་ཡ་དེ། བཀའ་ཤག་གི་ཐག་གཅོད་ཅིག་དང་འབྲེལ་ནི་བཀའ་བློན་གྱིས་ཨན་ད་དེ་ང་ཚོ་གི་བཀའ་ཤག་ལ་གྲོས་བསྡུར་བྱས་ནས་ཐག་གཅོད་དེ་དཔའ་འབྱོར་བཀའ་བློན་གྱི་ལན་རྒྱག་ཡ་རེད་དེ་ཡོད་རེད་ད་དེ་ངས་རྒྱག་ནས་འགྲིག་གི་རེད་བས་ཟེར་ནས། བཀའ་བློན་རང་གི་ངོས་ནས་ཡ། ཚོགས་གཙོ་ལ་དྲིས་སོ་དེ་ལ་ཐག་གཅོད་ཅིག་གནང་རོགས་ཅིག་ཟེར་དེ་ལ་ད་ལྟ་ཚོགས་གཙོ་ཐག་གཅོད་གནང་མ་སོང་དེ་གནང་བ་ཡིན་ན་ལས་རོམ་དེ་ཤར་འགྲོ་ས་རེད་ཅེས་བཤད་ཡོད། ཁྱེད་ནས་ཞུས་ཟིན་པ་ཡིན་ཤག་སྤྱོང་བ་ཡིན་ན་གོ་སྐོར་ཕུལ་གི་ཡིན། ཤག་མ་སྤྱོང་ན་ནི་ཚོགས་གཙོའི་མིང་འབོད་བྱས་ན་ཏག་ཏག་བསྡད་གི་མ་རུང་བ། གོ་སྐོར་བརྒྱད་པ་དང་ནི་ཚོགས་གཙོའི་གོ་སྐོར་ཕུལ་གི་ཡིན་གོ་སྐོར་ལེན་རོགས་གནང་གོ་སྐོར་བཞེས་རོགས་གནང་ཞུས་ཡ་ཡིན།